ཨོ་ན་མོ་གུ་རུ། བསྐང་བྱ་བསྐོར་བའི་རྒྱ་མཚོ་མཇུག་རྫོགས་རང་བྱང་སྐལ་དཀར་བ་ལས་སྒྲོལ་བར་མཛད་པའི་བཀའ་བརྒྱུད་རིན་པོ་ཆེ་ཡོན་མཆོད་པ་རྣམ་པར་དག་པའི་བརྙན་འཕྲིན་བྱིན་རླབས་ཀྱི་ཆུ་རྒྱུན་གྱི་མཚོ་རྒྱུན་པས་ཡུན་དར་ཚད་མེད་བྱེད་པ། སྨོན་ལམ་རྒྱས་བཞུད་ཅིང་ཡུན་རིང་བར་ལུས་འགྱེད་སྒྲུབ་པའི་ལུས་རྒྱུད་དྲི་མ་མེད་པའི་བླ་མ་དམ་པ་རྣམས་ལ་ཕྱག་དབང་མཛད་ཚུལ་རྒྱ་མཚོ་ཆུ་བོ་ཆེ་བརྒྱད་རླབས་དུ་གསོལ་ལོ། རྡོ་རྗེ་འཆང་དབང་ཏེ་ལུགས་ནཱ་རོ་ཤཱ་བ་མར་མེ་ཏོག་སོགས་སྤང་རོ་རྗེས་དྲན་དགོན་བཀའ་དྲིན་གསུམ་དང་རྩ་བའི་བླ་མའི་ཞབས་རྩ་རྒྱུད་བླ་མ་ཡི་དམ་མཆོག་གསུམ་ལོ་ཡོན་བསྩུ་བ་འདི་ཚོ་བདག་རྒྱུད་ཆེན་རྒྱལ་ལོ། བདག་སོགས་སུམ་བརྒྱ་ནུབ་བརྒྱ་ལོ་ཕྱོགས་མཚུངས་འགྲོ་བར་ཆེན་རྒྱལ་ལོ་ཕྱོགས་ལམ་དང་འགྲོ་བར་ཆེན་རྒྱལ་ལོ་ལམ་འཁྲུལ་བ་སེལ་བར་ཆེན་རྒྱལ་ལོ། འཁྲུལ་བ་ཡེ་ཤེས་སུ་འཆར་བར་ཆེན་རྒྱལ་བླ་བསྡུ་སོགས། དེ་ཡང་མི་འགྱུར་རྣམ་རྒྱལ་ཐ་དག་ཉོན་པའི་སེམས་ཅན་ཐམས་ཅད་ཐོབ་བྱ་བླ་ན་མེད་པ་རྣམ་གྲོལ་དང་འདུས་སྡེ་བར་རྒྱལ་བ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་དམ་པ། མྱུར་དུ་བཞེས་ནས་ཀྱང་ཐོབ་པར་བྱའོ་སྙམ་པའི་ཀུན་སློང་བསམ་པ་སེམས་བསྐྱེད་གསུངས་པའི་གསོལ་བཏབ་སྟེ་གསན་པར་ཞུ། གང་ཞིག་གསན་པར་བྱ་བའི་ཆོས་ཀྱི་རིམ་པ་ནི། ནང་པའི་ཆོས་སྐུ་ཚོགས་པའི་སྡེ་ཁག་ཚང་མའི་ནང། དམ་པའི་ཆོས་མཐོ་བསམ་མཛད་དཀའ་ནི། ཕྱག་རོགས་ལ་འཇགས་ཚངས་མ་ལ་འཇུ་ལེ་ཞུ་བྱས་དང། འདི་རིང་ང་དང་ཡང་སྐྱར་ལྡང་སྣ་ཚོགས་ལ། མཉམ་མེད་སྒམ་པོ་པའི་གསུང་བ་མཛད་ཁ་ནས། དམ་ཆོས་གཞོན་ནུ་རུ་ཐར་པ་རིན་པོ་ཆེ་གི་རྒྱན་བཞུགས་ཁང་པའི་ནང། བརྡ་རྟགས་ས་ལེའུ་བདུན་པའི་གནས་སྐབས་ན་བྱམས་སྙིང་རྗེར་བསྟན་པའི་སྐལ་བའི་ནོར། འོ་དེ་འོ་ད་རིང་ང་ད་ཁག་མཆོད་ཤོས་པོ་འཁོར་བ་ལས་ཐར་ཏེ་སྟེང་ན་ད་ནི་སྐལ་བཟང་ང་ད་འགོག་པའི་ཏིང་ངེ་འཛིན་ནི་བདེ་བ་ཆགས་སྟེ་སྡུག་བས་སྐྱག་གསུངས་པ་སངས་ཏེ་ཆགས་སྟེ་ལུས་ཤ་ཟ་ཡོད་མཁན་པོ་བ་མེད་མཁན་སྤྱོད་ཆ་ཟེར་མཁན་པོ་བ་བྱམས་པ་ནང་སྙིང་རྗེ་ཞུ་མཁན་པོ་དེ་འོ་གདམས་ངག་པོ་ཡིན་ནོ་ཞུ། སོང་བ་དང་ང་ལ་ང་དང་བྱམས་པས་སྐོར་བོ་དོན་ཚན་དྲུག་པའི་ཐོག་ནས་ཞུས་ཚར། ད་དེ་རིང་དེ་ན་ཚོ་བ་ཤིང་བྱའི་སྐོར་བོ་ཡང་གདོན་མི་སྣང། དབྱེ་བ་དམིགས་ཡུལ་རྣམ་པ་དང་སྒོམ་ཐབས་སྦྱོང་ཚད་ཡོན་ཏན་ཏེ་དེ་ལྟར་དྲུག་པོ་འདི་དག་གིས།

ཁག་ཆེ་ཤོས་ཤིག་དང། དབྱེ་བ་འོད་ལ་སྣ་ག་གསུམ་དུ་སེམས་ཅན་ལ་དམིགས་པའི་ཉིན་བྱེད། ཆོས་ལ་དམིགས་པའི་ཉིན་བྱེད་དམིགས་པ་མེད་པའི་ཉིན་བྱེད་གསུངས་ཏེ། གསུངས་པ་ས་ནི་ད། འགའ་ཞིག་གིས་སེམས་ཅན་ལ་དམིགས་པའི་ཉིན་བྱེད་ཞུ་བ་ན་སྙམ་པོ། སེམས་ཅན་སྡུག་བསྔལ་ལས་མ་མནར་མཁན་ཅིག་སུའང་མེད། སོང་པ་སངས་རྒྱས་གཟུགས་སེམས་ཅན་གྱི་སྡུག་བསྔལ་མཐོང་སྟེ་ཡོད་ནའང་དེ་སྡུག་བསྔལ་ཚང་མ་ཐུགས་བསམ་ས་ལས། དེ་སྡུག་བསྔལ་ཚང་མ་ནང་མེད་མཁན་ཆ་ཞིག་ཧེ་བསམ་ཁ་ནས་བསམ་བློར་སྐྱེ་བོ་ཟ་ནོ་གསུང་བ་ཀྱག་ད། ཆོས་ལ་དམིགས་པའི་ཉིན་བྱེད་བཞི་ཡོད་ན་སྙམ། པོ་དགའ་གཟུགས་མངའ་ཐང་ཨེ། ད་བདེན་པ་བཞི་ཡི་དོན་རྟགས་པོ་ང་དང་ཧ་གོ་སྟེ། ཁའོ། ང་དང་བདེན་པ་བཞི་ཡི་ནང་ང། ཀུན་འབྱུང་འཁོར་བའི་རྒྱུ་འབྲས་ངེས། དེ་ནི་ང་དང་མྱང་འདས་སའི་རྒྱུ་འབྲས་ངེས་ཟེར་ཏེ་ནམ་རྒྱུན་ང་དང་རྣམ་བྱང་ཕྱོགས་བས་ངེས་ཟེར་ཏེ་འཆད་ནོ། གསུམ་པ་ས་ནི་སྡུག་བསྔལ་བདེན་པ་རྣམས་ཀུན་འབྱུང་བདེན་པའོ། ལྟེ་བའི་ང་དང། དེ་ནི་འཁོར་བའི་རྒྱུ་འབྲས་ངེས་བཞིན་ནོ། འགོག་བདེན་དང་ལམ་བདེན་ངེས་དགག། རྣམ་བྱང་མཆོག་གི་རྒྱུ་འབྲས་ངེས་བཞོན་ནོ། གསུངས་པ་གསང་དོན་དག་པོ་བདེན་བཞི་ཡི། གནས་ལུགས་པོ་ལ་ང་བལྟ་ཡིན་ཚང་མས་ཐུགས་བསམ་ས་ལེ་བཞོན་ནོ། གསུངས་པ་ལྟར་སྟོན་པ་བཀའ་དྲིན་བཅོམ་ལྡན་འདས་དེ་རིང་གསང་ཐོ་ཉེར་སྟོང་ཧ་ལམ། དྲུག་བརྒྱ་ཞིག་གི་སྔོན་ལ། མི་ཡུལ་འཛམ་བུའི་གླིང་འཇིག་རྟེན་ལས་ཁ་ཕེབས་ཏེ། ཀྲང་ཧྲོང་ལུང་བ་རི་དྭགས་ཀྱི་ནགས་ལ་དེ་ནས་ཁོང་ཡས་ད་གཡུལ། མགོ་མ་མགོ་མ་གཡུལ་བ་ར་ན་སི་ཡ། འཕགས་པའི་བདེན་པ་བཞི། བརྗོད་བྱར་བཅོས་བསྟད་ཡོད་ཁ་ནས་བཟུང་ཆོས་སྤོ་བོ་ས་ལ་ཟ་དོད་དོན་བ། གསུངས་པ་སངས་ཨི་ན་ཟུག་གིས། ང་དང་སངས་རྒྱས་སུ་ཡིས། ཆོས་སྨྲ་མང་པོ་གསུངས་ཚར་སྐྱག་དེ་སང་ང་ལ་ཨི་སྣང། བདེན་པ་བཞི་བརྗོད་བྱར་བཅོས་བསྟད་ཡོད་ཁ་ནས་ཁག་ཆོས་ཤོད་སི་གསུངས་ཆོས་སྤོ་བོ་ར་ན་སི་ཡ་གསུངས་བ་མཛད་སྐྱག། རྩོམ་པ་པོ་སྣ་ཚོགས་པ་དེ་ནི་ང་དང་ཡུལ། དཀའ་སྤྱོད་ང་དང་ལྟེ་བའི་ནང་སྒོ་མང་སྒོ་མང་ཁོ་རང། ད་བདེན་བཞིའི་མི་དག་བཅུ་དྲུག་ཟེར་ཏེ་བསུ་བ་མཛད་ལྟར་ན། སྒོ་མང་ཁོ་རང་ང་དང། སེམས་ཅན་ཚང་མར་སྡུག་བསྔལ་ལས་རང་བཞིན་ཅན་ཡིན་པ་མ་ཤེས་པ་སོགས་ནི་འདི་ནི་སྡུག་བསྔལ་ལོ་ཟེར་ཏེ། འདི་ནི་སྡུག་བསྔལ་ལོ་སྡུག་བསྔལ་ཤེས་པར་བྱ་སྡུག་བསྔལ་བའི་ཁྱད་ཚང་མ་ཧ་གོ་གསུང་ངོ། སྡུག་བསྔལ་བའི་ཤེས་བྱ་བའི་སྟེང་ནས་ཡང་བསྐྱར་སྡུག་བསྔལ་ཅིག་ཤེས་ཤེས་ཤིག་ཅང་མེད་ཀྱང་སླར་ཤེས་པར་བྱ་མེད། དེ་ན་སྡུག་བསྔལ་ཡོངས་སྤྱད་ཅིང་རེག་རྒྱུ་བོ་ཀུན་འབྱུང་མིན་ནོ། འདི་བོ་ཀུན་འབྱུང་ངོ། ཀུན་འབྱུང་སྤང་བར་བྱ་སླར་སྤང་བར་བྱ་མེད། ཡ། དེ་ནི་ཀུན་འབྱུང་བོ་སྤང་ཚར་པའི་དེ་ནི་ཡང་སྐྱར་སྤང་བྱ་ཞིག་ཅང་ཀང་མེད་ཀྱ། འདི་ནི་འགོག་པའོ། དེ་བོ་དེ་ནི་དེ་ནི་ང་དང་དབྱི་བོ་འགོག་སྤ་ཟ་ཀང་དུ་ཐོབ་བྱ་ཅན་ཡིན་ནོ། དེ་ནི་འགོག་པ་མངོན་དུ་བྱ། སླར་མངོན་པར་བྱ་མེད་འགོག་པ་ང་དང། ཐོབ་དགོས་བསོད་ནམས་འགོག་པ་ཐོབ་ན་ཡང་སྐབས་ཐོབ་བྱ་ཞིག་མེད་ཀྱང། དེ་ནི་འདི་ནི་ལམ་མོ། ས་གཡོའུ་འགོག་པ་ཐོབ་བྱ་བྱས་ན་ལམ་དངོས་སུ་མ་ལམ་བརྟན་པོ་ཡིན་ནོ། དེ་ནི་ལམ་བརྟན་པར་བྱ་ལམ་བུ་ཁྱེད་ཅག་ཚང་མར་བསྟན་དགོས་བསོད་ནམས་ལམ་བུར་རྒྱ་ལ་རིགས་བསྟན་ཚར་པའི་སྟེང་ནས་ཡང་སྐར། ཡང་བརྟན་བྱ་ཞིག་ཅང་གང་མེད་བསྟན་ནོ་གསུང་བ་མཛད་དེ་དོན་དག་པོ། ཨོ་ཏེ་བདེན་བཞི་མི་རྟག་ཆོས་དྲུག་པོ། སྟོན་པ་བཀའ་དྲིན་བཅོམ་ལྡན་འདས་ཟེར་དེའི་དུས་ལ་སོང་བ་མཛད་དེ་ནོ། ཨོ་ཏེ་བའི་ཁ་ནས་ང་དང་གོམས་འདྲིས་ཤུགས་ཆེན་མོ་སོང་སྟེ། ད། ཟླ་རེའི་བཞུགས་ཁང་གཙོ་བ་རྒྱུད་འགྲེལ་གཉིས་སེ་འཁོར་བའི་རྒྱུད་འགྲེལ་ནང་མྱང་འདས་སེ། རྣམ་བྱང་ཆོ་གའི་རྒྱུད་འགྲེལ་གཉིས་སེ་དོན་རྟགས་པོ་བརྒྱད་ལ་བཅུ་སེ་བཤད་ཚར་པའི་སྟེང་ནས། དེ་ནི་ང་དང་རྟགས་འཛིན་ནས་སེམས་དང། ཨོ་ཏེ་དེ་ནི་ང་དང་དབྱེའུ་བདེན་པ་རང་ཡིན་ནོ་བསམ་ཁ་ནས་བདེན་འཛིན་ནས་སེམས་ཟེར་ར་ཚོགས་ཚང་མ་མེད་མཁན་སོང་སྟེ། དེ་ན། སེམས་ཅན་དེ་ཚོགས་མེད་གན་མ་སོང་གན་མ་ཤེས་གན་ཧ་མ་གོ་གན་ཚང་མ་ད་རུང་ང་དང་རྟག་པ་ཡིན་ནོག་བསམ་དེ་རྟག་འཛིན་ནི་བློ་ཤུགས་ཆེན་མོ་ཡོད་གན་བདེན་འཛིན་ནི་བློ་ཤུགས་ཆེན་མོ་ཡོད་གན་དེ་ཚོགས་པོ་ན་དེ་ནི་ང་དང་འཁྲུལ་ལེ་འདུག་བསམ་དེ་སྙིང་རྗེ་སྐྱེ་གན་པོ་ལ་ད་ང་དང་ཆོས་ལ་དམིགས་པའི་སྙིང་རྗེ་བཞུགས་གན་འོག་བཟོ་དེ་གསུངས་འདུག་ཨ་ད་དམིགས་པ་མེད་པའི་སྙིང་རྗེ་བཞུགས་གན་པོ་རང་དེ་ནི་བདེན་པས་དེ་ཚོགས་བའི་ད་རེས་རང་བཞིན་ནི་ཁོ་རང་མ་གྲུབ་གན་ནི་ཁུ་དེ་ཆོས་ཉིད་པོ་ལ། ཡང་ན་ང་དང། ད་ཕྱིར་རོ། སྟོང་པ་ཉིད་དེ་དོན་དག་པོ་ལ་ང་དང་རྒྱ་ལ་ཆོས་དེ་མཉམ་བཞག་འདུག་པའི་སྟེང་ནས་དེ་ནི་དེ་སྟོང་པ་ཉིད་དེ་དོན་བོར་ཐོ་ག་ནོ་ག་ཧ་གོ་ནོ་བ་འོ་དེ་ཧ་གོ་ན་སྙམ་པོ་ད་དེ་ནི་ང་དང། བདེན་འཛིན་ནི་བློ་ཤུགས་ཆེན་མོ་ཡོད་མཁན། ཡ་དེ་ནི་ང་དང། སྤྲོས་པ་དང་བཅས་སྟོན་མཁན་ནི་བློ་ཤུགས་ཆེན་མོ་ཡོད་མཁན་པོ་ཚང་མ་སྤྲོས་པ་མེད་པ། འཛིན་པའམ་ནི་མེད་པ། དེ་གཟུགས་བས། དེ་ནི་ག་གཟུགས་ང་དང་བསམ་བློ་གཞིག་ཤུགས་ཆེན་མོ་ཁོ་རང་ན་མཉམ་པོ། ད་འདིར་ང་དང་སྤྲོ་སྤ་དང་ཆོས་སྟོད་མཁན་འཛིན་པ་ན་ཆོས་སྟོད་མཁན་ནི་སེམས་ཅན་ཚང་མ་ལ། དམིགས་བསལ་ལས་ང་དང་སྙིང་རྗེ་ཤུགས་ཆེན་མོ་ཞིག་སྐྱེས་ནོ་སོ་ན་འོ་དེ་འོ་ཁྱེད་ལྟ་ན། ད་ག་གཟུགས་ང་དང། བཅོས་ཆོག་ག་རེད། དམིགས་པ་མེད་པའི་ཉིན་ཞིག་བཞུགས་ཁར་མི་འགྱང། ད་སོང་པ་སངས་ལྟེ་བའི་ནས་སྐལ་བ་ནང་དང་ང་དང་ཉིན་ཞིག་དབྱེ་བ་གསུམ་པོ་བཞུགས་ཚར། དེའི་སྟེང་ནས་ད་དེར་ང་དང་ཉིན་ཞིག་དམིགས་ཡུལ་བཞུགས་ཁར་འབོད། དེ་ཡི་དམིགས་ཡུལ་ནི་སེམས་ཅན་ཐམས་ཅད་དུ་ཟ་དེ་ཟུང་ཟ་དེ་འདུ་བ། ད་དེ་ཡི་དམིགས་ཡུལ་བརྗོད་ན་སྙམ་པོ་ཉིན་ཞིག་འཚང་ཁའི་སྒོ་ནང་འདི་ག་ནང་སེམས་ཅན་ཡང་མིན་ན་ང་དང་སེམས་ཅན་ལ་དམིགས་པའི་ཉིན་ཞིག་ཁོ་རང་གཙོ་བོ་ཇོ་སྟེ་ཇོ་ནང་འདི་ག་ནང་དེ་བ་མིན་ན། སེམས་ཅན་འཚང་ཀའི་དགའ་བོ། མིག་ག་ནི་མིག་བཞིའི་དབུགས་པ་རང། ཆོས་ལ་དམིགས་པའི་སྙིང་རྗེ་འགྲོ། དམིགས་པ་མེད་པའི་སྙིང་རྗེ་འགྲོ། སེམས་ཅན་ལ་དམིགས་པའི་སྙིང་རྗེ་འགྲོ། འཚང་ཀའི། མིག་བཞིའི་དབུགས་ངོ་སྨྲ་བའི་དཀའ་བ་ཡིན་དགོས་སོ་ནོ་ཟེར་ན་སེམས་ཅན་འཚང་མ་ཡིན་དགོས་སོ་ནོ་ཞེས་ནོ། ཅི་ཡ་བཞུ་ན་སེམས་ཅན་འཚང་མ་དེ་གཙོ་བོར་སྡུག་བསྔལ་ཡོད་མཁན་པའི་གཞིར་བསྟན་ནོ། གཞན་སེམས་ཅན་མ་ཡིན་མཁན་ཀུན་ལ་དེ་ཚོ་བར་སྡུག་བསྔལ་ཞིག་ཅང་གང་མི་བསྟན་ནོ། གསུངས་པ་སྡུག་བསྔལ་ཅང་གང་མེད་མཁན་ཞིག་ལ་མི་གོ་ཞེས་སོགས་ཁག་ཅན་ཅང་གྱུར་ཏེ་མི་བསྟན་ནོ། སྡུག་བསྔལ་ཞིག་ཡོད་པར་བསམས་ན་དེའི་གྲལ་འདོད་ཀྱི་བློ་འོ་འོ་ད་དེའུ་དམིགས་པ་དང་བཅོས་ཏེ་ཡིན་པར་བསམས་ན་དེའུ་ལ་སེམས་ཅན་ལ་དམིགས་པའི་ཉིད་ཤེས་བྱོ་ཁ་ནས་ཡིན་འགྲོ་ཆོས་ལ་དམིགས་པའི་ཡིན་འགྲོ་དམིགས་པ་མེད་པའི་ཉིད་ཤེས་ཡིན་འགྲོ་དགའ་བའི་ནི་སྐབས་ལ་ཡིན་ནའང་དམིགས་གཞིའོ་སེམས་ཅན་རང་ཡིན་དགོས་ས་ནོ། ད་ལྟའི་ནི་དེ་སྟེང་ནས། སྙིང་རྗེ་ཡི་རྣམ་པར་བཞུགས་པ་ནོ། གསུམ་པའོ། རྣམ་པར་ནི་སྡུག་བསྔལ་རྒྱུ་དང་བཅས་པ་འདྲ་བར་འདོད་པའི་བློའོ་ཞེས་གསུངས་པ་འདི་དེ་ལྟ་བ། ད་སྡུག་བསྔལ། ཁོའི་རྣམ་པ་ཅི་ནོ་ཟེར་ན་སྡུག་བསྔལ་དགྲ་བགེགས་ཀྱི་རྣམ་པ་ཡིན་ནོ་ཞོག་རུང་ཀའོ། ཁོ་སྡུག་བསྔལ་མེད་ཤིག་སྤ་ཧེ། མེད་མཁན་ཆ་ཤིག་སྤ་ཧེ། མ་ནས་མ་ཡོང་ཤིག་སྤ་ཧེ། བསམ་ཁ་ནི་དེ་སེམས་མེད་ན་ནི་ད་ཆོས་སྨྲ་མ་ཡིན་ཀ་ནས་བསམ་ལོ། སྐྱེ་བོ་སེར་སྐྱ་འོ་དོད་སོང་པ་སང་ད་ལྟའི་དབང་བར་སྡུག་བསྔལ་ལས་རྒྱུ་གཅིག་ནོག་རྒྱུ་མི་དགེ་བ། འོ་དེ་ནའང་ཆོས་དེ་མི་དགེ་བ་ནའང་མི་མཁན་སོང་སྟེ་ཐག་རིང་གྱུར་ཏེ། ག་ཁོ་ཨི་ཚོགས་བར་སྡུག་བསྔལ་མ་ནས་དཀའ་བསྔལ་ཅན་ཅིག་སེམས་འཚེར་ཅན་ཅིག་ཁྲག་རླུང་ཅན་ཅིག་ཁོང་ཁྲོ་ཅན་ཅིག་མ་ནི་མ་འདྲེས་མཁན་ཅིག་མ་ནི་རྣམ་སྨིན་སྣང་མ་ནི་སྐྱིད་པོ་མ་ནི་མེད་མཁན་ཅིག་མ་ནི་མེ་ལོང་ཞིག་ཧའི་བསམ་མཁན་ནི་འོ་ད་དེ་སེམས་མའི་གདིང་ནས་དེ་ཚོ་བ་བསམ་པ་ལགས་སམ་འོ་དེ་ནི་སྐྱེ་དགུ་ཟེར་ན་འོ་དེ་འོ་དེ་ནི་སྙིང་རྗེའི་རྣམ་པ་ཡིན་ནོ་ཞོ། ད་བཞི་པ་སྙིང་རྗེ་ཡི་སྒོམ་ཐབས་གསུངས་ས་ད་སྒོམ་ཐབས་པོ་འགའ་ཚུགས་ཀྱིན་ཀྱང་བཞུགས་ན་དེའི་སྒོམ་པའི་ཐབས་ནི་རྩ་བའི་མ་ལ་སྦྱར་ནས་སྒོམ་པ་དེ་ད་སྒོམ་མ་བཞུགས་མཁན་ཚོ་ལ་ང་ད་བྱམས་པའི་ན་སྐབས་ལ་བྱེད་སྟངས་ནི་སྐད་གཟུགས་ཤིག་གི་ནང་ཚང་མའི་སམ་ཁག་ཆ་ཤོས་སུ་མ་ལ་སྦྱར་ནས་གོ་བསམ་རུང་དེ་ནང་ནང་ཚེ་འདིའི་མ་ལར་བརྟེན་ནས་གོ་བསམ་རུང་ཞེས་གསུངས་འདུག་འོ་ན་གཙུག་ལག་ཤོ་ནོ་དང་རྩ་བའི་སྡེ་སྟེ་ང་དང་ཨ་མ་ལ་སྦྱར་ནས་བསྒོམ་དགོས་ཞེས་ཅན་ཡོད་ཀྱང། དེ་ཡང་བདག་གི་རྩ་བའི་མ་དེ་ས་ཕྱོགས་འདི་ན་སྐྱེས་བུ་གཞན་ཞིག་གིས་སྤྱད་ཅིང་གཏུབ་པའམ་བཙོ་ཞིང་བསྲེགས་པའམ་ཡང་ན་ཤིན་ཏུ་འཁྱགས་ནས་ལུས་ལ་ཕྱུར་བུར་དུ་གྱུར་ཏེ། གདོད་ནས་ཀྱང་གལ་ཏེ་འདུག་ན་ཤིན་ཏུ་ཉེས་བྱས་ཀྱིའོ། ད་ག་གཟུགས་ཤིག་འགས་བཟོས་ན་ཤིང་བྱེད་ཀྱི་ཆེད་སོང་བདག་སེམས་ང་བརྟན་བཀའ་དྲིན་ཆེ་ནས་ཨ་མ་ལས། ཨོ། དེ་ཨ་མ་ལས་བུ་ཁྱེད་ལྟ་ན་མི་ཞིག་གིས་གཞན་མ་ས་སྐྱ་གཞན་མ་ཞིག་གི་ཁ་ཁྱེར་ཏེ་དེ་འོང་ཞིག་ག་ཡུལ་གཞན་མ་ཞིག་ག་ཁྱེར་ཏེ་ལྟ་ན་མི་ཁ་ཅིག་ལོགས་དེ་ནང་ད་ཨ་མའི་གཟུགས་སྤོ་བུ་ཁྱེད་ལྟ་ན་བསྐྱལ་ཏེ། ཡ། ཨ་ནི་ཨ་མའི་གཟུགས་སྤོ་རྐང་ལག་ཚང་མ་བསྐྱལ། བཏུབ། ཡ། དེ་ནས་དེས་དེ་ནས་ཨ་མའོ་སོན་ཏེ་ཨ་དང་ང་དང། ཆུ་ཚན་ནས་ནས་ཀུ་ཨར་བཏང་སྟེ་བཙོས་ཏེ། མེ་ཨར་ཧྲག་སྟེ། ཡ། མེ་ནས་དེ་ནས་མ་ནས་པ་འཁྱག་པའི་ནས་ཀུ་ཨ་བྱུག་ད་དག་ས་ང་དང་ཨི་ཚག་པ་ཚ་བའི་རྡུང་ཨལ་བཞོན་ནོག་ད། དེས་དེ་ནས་ད་གྲང་བའི་རྡུང་ཨལ་བུ་ཡག་ན་ཨ་མ་ལས་པ་ཁྱེད་དང་ས་སྐྱད་མ་ནས་ཧ་ལི་ཤེ་ད་དག་གང་རོམ་འཁྱག་པ་ཞིག་གི་ནང་ཀུ་ཨ་བཏང་སྟེ་འཁྱག་བྱུག་སེ་གཟུགས་སྤོ་ཚང་མ་མ་ནས་ང་དང་འཁྱག་སྟེ་ག་སེ་ཆ་བྱེད་ས། དེ་ནས་གཟུགས་སྤེལ་ཁ་འཁྱག་སྤ་སོང་སའི་ཆུའི་ཆུ་བུར་བརྡོལ་ཏེ་ཡོད་མཁན་ཆུ་བུར་གྱུར་ཏེ་ཡོད་མཁན་ཡོད་ན། དེ་ནས་ཆུའི་ཆུ་བུར་ཚང་མ་ད་ང་དང་པགས་འཁྱག་སའི་ཆུ་བུར་མི་ཡན་བ། དང། འབར་ག། ཆུའི་གྲངས་མེད་ནང་གོ་གཟུགས་སྤོ། ཆུ་ཡ་བཞུགས་སའི་བི་ལོག་ག་བིང་སའི་ཚིགས་དྲག་མོ་ཆག་ན་གཟུགས་སྤོ་ཚང་མས་ཁ་ཆུ་བུར་མིང་འདོ་བ། འོག་ཏུ་གཙོ་བོ་ཆུ་བུར་ཚང་མ་མ་ཆེར་མོ་བིང་སྟེ་དེ་ནས་ཆུ་བུར་ཚང་མ་བརྡོལ་ཏེ། གཟུགས་སྤོ་ཚང་མ་འཁྱག་ག་སྟེ་སོང་སའི་སྡུག་ག་ཡོད་ན། ད་ནངས་རང་ངའི་ལྟས་ཚོ་བ་ཨ་མ་བཀའ་དྲིན་ཅང་གྲོ་ལར་བརྩམས། ཤི་གི་སེ་མོའི་སྟེང་ནས་ད་གོ་སྡིག་པ་རིགས་ཨི་མ་ནི་མ་འགྲིག་སོང་བསམ་ཁ་ནས་སྙིང་རྗེ་ཙམ་ཞིག་སྐྱ་ནོ་ཞེས་ལོང་ད། འོ་ལྟས་ཚོ་བ་སྙིང་རྗེ་ཅི་ཕན་མེད་ཀྱི་སྙིང་རྗེ་སྐྱ་ནོ་བས། འོ་ན་ཚོ་བ་སྙིང་རྗེ་སྐྱེ་བོ་སོང་ནོ་ཞེས་ལོང། ད་ཡིད་བཞིན་དུ་དམྱལ་བར་སྐྱེས་པའི་སེམས་ཅན། འདི་རྣམས་བདག་གི་མ་ཡིན་ངེས་ན། ད་སོང་པ་སང་དེ་ན་རང་ཙོགས་ལ་ཤོག་ན་རང་ཨ་མ་བས་ཁ་སྦྱར་ཏེ་ཁྱེད་རང་ན་མཉམ་པོ་ད་ང་ད་མིག་པ་འོ་དེ་སང་རྒྱ་ཆས་རེ་གི་དང་ཡང་རང་ནོག་ཤོག་ལོང་རང་གི་ཨ་མ་སྤེ་ལང་སྟེ་དོན་དག་གཞན་མ་ཞིག་གི་ཁ་མིག་པ་གཞན་མ་ཞིག་གི་ཆོས་ཉན་ཆས་ཡོད་གག་དེ་སང་རྒྱ་སྐད་དང་སྟེ་ཁའོ་སེམས་ཅན་དམྱལ་བའི་ནང་ཡོད་ཁ་ནས་སེམས་ཅན་ཚང་མ་ཚ་བའི་སྡུག་བསྔལ་དང་གྲང་བའི་སྡུག་བསྔལ་ཡོད་དོན་ལོག་ཨོ། དེ་རྫོགས་པ་སེམས་ཅན་ཚང་མ་ཁྱེད་ལྟ་ན་རང་ང་ཨ་མ་མ་ནི་མ་འགྱུར་གང་བྱེད་མ་ནི་མེད་དོན་ལོག་ཨ་མ་ཐག་ཆ་དེ་འགྱུར་ཚར་རེ་ཡོད་དོན་ལོག་འགྱུར་ཚར་དེ་ཨིན་ཁན་པའི་གཞས་བསྟན་ན། སྡུག་བསྔལ་དེ་ལྟ་བུ་ནས་མནར་གཅོད་ན་ད། དེ་རྫོགས་པའི་སེམས་ཅན་ནི་སྡུག་བསྔལ་ཚང་མ། སྡུག་བསྔལ་མ་ནི་ཤུགས་ཆེན་པོ་ཡོང་འདུག་སེམས་ཅན་ཚང་མ། དེ་སྡུག་བསྔལ་ལས་ཁྱབ་བསྡད་ཡོད་པར་སྡུག་བསྔལ་ལས་མནར་རེ་ཡོད་ན་ཞོག།

རང་གི་ཨ་མ་བོ་ཚ་གྲང་ངར་དུ་མངལ་ཙམ་ཞིག་ཡོང་ན་དེ་ཙོག་ལ་ཉལ་བའི་སེམས་ཅན་ལ་ཚ་གྲང་ངར་དུ་མངལ་བའི་གེགས་དེ་ཚང་མ་མེད་ཀྱང་ཆ་བྱད་ཟད་པའི་ཐུགས་བསམ་ས་ཨལ་ཇུས་ཏི་ནོག་ཡ། ད་ཡིན་གཉིས་པ་བོ་ཡི་ད་ག་སེམས་ཅན་ཚང་མ་ཡིན་ནོ། ཡང་རང་གི་ཨ་མ་བོ་བདག་སེང་བཀའ་དྲིན་ཅན་ནི་ཨ་མ་བོ་དེ་ནི་ང་དང། མི་གཞན་མ་ཞིག་གིས་ཡང་ས་སྐྱ་གཞན་མ་ཞིག་གི་ཁ་ཁྱེར་ཏེ་འགྲོ་ཡ་ང་དང་ཁོ་དཔའ་ཏི་ཏོག་སེམས་པ་ནི་ཅི་ཡང་གང་མ་ལྟེ་ར་ཏོག་རི་ཡ་སྐོམ་རི་ཡ་སྦོ་ར་ཡ་ན། དེ་ནས་དེ་གཙོ་བོ་འཇིགས་སྣང་ཆེན་མོ་ཞིག་གི་ནང་ནས། ད་ཨ་མ་ཁྱེད་རྣམས་པདྨ་ནས་རྟོགས་བྱེད་སྣང་བར་སྐོམ་བྱེད་ཟེར་སྡུག་བསྔལ་མི་ནི་ཤུགས་ཆེན་མོ། ན་ཚ་ཤུགས་ཆེན་མོ་ཟུར་མོ་ཤུགས་ཆེན་མོ་ཞིག་གི་ནང་ལུས་དེ་ཡོད་ན། ད་འཇིགས་ཤིང་ཉམ་ང་བ་ནས་དཔའ་ཁོམ་པ་ན་འདུག་ནས་ཉིན་ཤས་བརྒྱའོ་ད་པདྨ་འོག་མ་ནས་གཟུགས་པོ་ཚང་མར་རྟོགས་རིས་བོར་ཏེ་སྐོམ་རས་བོར་ཏེ་གཟུགས་སོ་ཚང་མ་སྐམས་ཏེ་སོང་སྟེ་སྨྲ་ནས་མདོག་མེད་མཁན་ཡ་ལས་སོང་ཟེར་དེ་གཟུགས་པདྨ་ནི་ང་དང་ལྟ་ན་སྙན་པོ་མ་ནི་ལྟ་སྨྲ་ནི་མི་ཕོ་ཆེ་ཞེས་འཇིགས་འགྱུར་དེ་ཡོད་ན་དེ་ནི་ལྟེ་བའི་ལར་སྙིང་རྗེ་གཅིག་པའི་མེར་སྐྱེས་སྙིང་རྗེ་སྐྱེ་ནུས་པས། འོ་ན་གཙུག་ལག་གཞོན་ནུ་དེ་བཞིན་དུ། ཡི་དྭགས་སུ་སྐྱེས་པའི་སེམས་ཅན་འདི་རྣམས་ཀྱང་བདག་གི་མ་ཡིན་ངེས་ན་ད་དེ་ན་གཙུག་ལག་ཡི་དྭགས་ན་སྐྱེས་འདོད་མཁན་ནི་སེམས་ཅན་མཚམས་ཤིག་ཡོད་ནའང་ཚང་མ་རང་གི་མ་མ་འགྱུར་བ་མེད་པར་སངས་ན། སྡུག་བསྔལ་དེ་ལྟ་བུ་ནི་ཡེ་གཅོད་ན། སྡུག་བསྔལ་དེ་ལྟ་བུ་ནི་ཡེ་གཅོད་ན། ཟེར་ན། དེ་ནས་ང་དང་རང་ཨ་མ་ཡོངས་སུ་ཡོད་མཁན་ཚོ་ལ་བཀྲེས་སྐོམ་ཡོད་སྡུག་བསྔལ་ཅིག་སྟེ་ཡི་དྭགས་ཀྱི་སེམས་ཅན་ཚང་མའང་ཡོངས་སུ་ཡོད་ན་དགའ་འདུག། ཡང་ན། དེ་ནས་ད་དེ་ཚོ་བའི་སྡུག་བསྔལ་བོ། ཡོངས་སུ་ཡོད་ན་ཅི་སྟེ་སྙིང་རྗེ་མེད་ཀྱི་ཞེས་དེ་སོང་བ་དེ་ལྟ་བུའོ། ད་དེ་ཚོ་བའི་སེམས་ཅན་ཚང་མ་ལའང་སྡུག་བསྔལ་དེ་ཚོགས་ཤིག་འགྱུར་ཡོངས་སུ་ཡོད་ན་དགའ་འདུག།

ཡ། ཧཱུྃ། དེ་རྣམས་སྡུག་བསྔལ་དང་བྲལ་བར་འདོད་པའི་སྙིང་རྗེའི་སྒོ་མོ། ས་སོང་པ་སོང་སེམས་ཅན་དེ་ཚང་མ་སྡུག་བསྔལ་ལ་འབྲལ་ཞིག་བསམ་མཁའ་ནས་བསམ་བློ་སྐྱེས་ཏེ། དེ་ནས་བཀའ་ཟུར་བུ་ད་གཟའ་རྒྱུད་མཐུན་རྒྱུ་མེད་མཁན་ཡི་དྭགས་ལ་སེམས་ཅན་ཚང་མ་ལ་དམིགས་སའི་སྙིང་རྗེ་སྐྱེ་གོ་ས་ནོ་ཞུ་ག་མི་རུང། ཡང་བདག་གིས་མ་དེ་ས་ཕྱོགས་འདི་ན་དགའ་ཞིང་སྨོན་པའམ། གཞན་དག་གིས་དབང་མེད་པར་བཀོལ་ཅིང་སྤྱད་པའམ། བརྡེག་ཅིང་འཚོགས་པའམ་བསག་ཅིང་སྤྱད་པ་ལ་སོགས་པ་བྱས་པས་འདུག་ན་གཉིས་བཞི་ཀའོ། གཉིས་བཞིའོ། ད་དོན་དག་པོ་ཡང་སྐྱར་ང་དང་ཨིན་ད་རང་ངས་བཀའ་དྲིན་བཅས་ནས་ཨ་མའོ། དེ་ནས་ས་ཕྱོགས་ཨི་ཨི་ཁ་ནི་ཁེ་ཏི་ན་ད་པད་མ་ནི་ང་དང་རཀྵ་སྟེ་གོ་པདྨ་ནི་གཟུགས་སྤུ་ཚང་མ་ཨུ་ཐུག་གྱུར་ཏེ་ཡོད་ན་གཞོན་ནོ། ཡང། མི་གཞན་མ་ཁ་ཅིག་ཡོང་སའི་རང་དབང་མ་ནས་མེད་ཁ་འབྱོར་ས་ཨ་མ་ལྟས་རྫོགས་སའི་གཟུགས་པོ་སྐྱོས་མོ་ཞིག་གི་ནང་ཡོད་པའི་སྐབས་ལ་ཡང། འོ། དེ་ནས་མ་ནས་ཨ་མ་སྐོལ་སྐྱོད་མང་པོ་དང་སྟེ་ད་བར་ཨ་མ་ཀ་ནས་ཀ་རུ་འཁྱོག་བྱེད་མེད་ཁ་ནས་ཁུར་བསྐོར་བཀལ་ཏེ། ཡ་ང་དང་འགྲོ་ཐུབ་ས་མེད་ཁ་ནས་ལམ་ཁའི་ཁ་འབེར་ཁ་དང་ནང་ད་ནས་བར་མ་ནས་ཁ་ཅིག་གི་མགོ་ནས་ཀྲུ་ལྡན་ཁ་ཅིག་གི་མཇུག་མ་ནས་ཕུ་ལིན་དེ་ཚུགས་ཅན་ཁྱེད་ར་ན་བཞོན་ནོ།

བསལ་ཅིང་བཅད་པ་ལ་སོགས་པ་ད་རུང་ནི་མ་ནི་ང་དང། བསལ་བཅད་དང་བཏུབ་བཅད་སའི་དེ་གཟུགས་ཀྱི་འཇིགས་སྣང་ཆེན་མོ་ཞིག་གི་ནང་སྐུ་བ་ཁྱེར་ར་ཡོད་ན། དེ་ནས་དེ་རྫོགས་པའམ་མ་བུ་ལ་སྙིང་རྗེའི་སྐྱིད་ཕལ་མི་སྐྱེ་ང་དང་སྙིང་རྗེ་ཤུགས་ཆེན་མོ་ཞིག་སྐྱེ་སྣང་བ། འོ་ན་སྙིང་རྗེ་སྐྱེ་མཁན་རྫོགས་ལ་དེ་བཞིན་དུ་དུད་འགྲོར་སྐྱེས་པའི་སེམས་ཅན་ཐམས་ཅད་ཀྱང་ད་གིས་མ་ཡིན་ངེས་ན། ད་དུད་འགྲོའི་ནང་སྐོར་སྐྱེས་སྡོད་མཁན་ནི་སེམས་ཅན་ཙམ་ཞིག་ཡོད་ན་རང་ཡང་ཨ་མ་མ་འགྱུར་བ་ཞིག་མེད་པ་བཟང་ན། དེ་ནས་སྡུག་བསྔལ་དེ་ལྟ་བུ་ནས་ཉམ་ཐག་ན་ད་དུད་འགྲོའི་ནང་ཡོད་མཁན་ནི་སེམས་ཅན་ཚང་མ་ལ། དེ་ནི་བླུན་རྨོངས་བཀོལ་སྤྱོད་ཀྱི་སྡུག་བསྔལ་ཡོད་དོ་ན། འོ་དེ་གཙོ་བོ་བཀོལ་སྤྱོད་མང་པོར་དང་ཁ་ནས་སྡུག་བསྔལ་ཡོད་པ་བཟང་དེའི་སྡུག་བསྔལ་ལས་ན་ཉམ་ཐག་རྒྱུ་རེ་ཡོད་མཁན། དེའི་སྡུག་བསྔལ་ལས་ན་མ་འུ་ཐུག་པོ་རྒྱུ་རེ་ཡོད་མཁན། དེ་ནས་ཅི་སྟེ་ངེས་བྱེད་མི་བྱེད་དེ་སེམས་ཅན།

འོ་དེ་ཚགས་པར་དག་ཅིག་ཨོང་སྟོན་རོགས་བྱུང་ན་དོན་དག་པོ། ང་དང་རང་ཨ་མ་སྤེ་རྒྱ་རེད་དོན་དག་པོ། ཉལ་བའི་ནང་ཡོད་ཁ་ནས་སེམས་ཅན་ཚང་མར་སྡུག་བསྔལ་ཐུག་བསམ་གསལ། རང་ཨེ་ཨ་མ་སྤེ་རྒྱ་རེད་ཡི་ད་ཁ་ན་བཟའ་རྒྱུ། ཁ་ཟུག་རང་ཨ་མ་བཟའ་རྒྱུ་འཐུང་རྒྱུ་མེད་ཁ་འཇིག་སྤེ་རྒྱ་རེད་དེ་ནས་ཡི་ད་ཁ་ན་ཡོད་ཁ་ནས་སེམས་ཅན་ཚང་མར་སྡུག་བསྔལ་རབ་ཏུ་ཞིག་ཉིན་ཞིག་བསྒོམ། རང་ཨེ་དག་སའི་ཨ་མ། ནགས་སྤར་རྡོ་མང་པོ་བཏང་སའི་གོལ་ཆོག་ཆོག་ག་ན་སྤེལ་རྒྱ་རེད། ཨོ་ད་ལྟ་ནས་དུད་འགྲོའི་སེམས་ཅན་ཚང་མར་སྡུག་བསྔལ་ཙམ་ཞིག་ཡོད་ཚད་ག་འདོད་ཐུག་བསམ་ཚར་བྱུང་རུང་སོང་བ་སང་རང་ཨ་མ་ཚ་གྲང་སྡུག་བསྔལ་ཤུགས་ཆེན་མོ་ཞིག་ཡོང་བ་ན་དེ་བོ་ལ་སྤེལ་རྒྱ་རེད་ཉལ་བའི་ནང་ཡོད་ག་ནས་སེམས་ཅན་ཚང་མར་ཐུག་བསམ་ཚར་བྱུང་སྟེ་ཨོ་དེ་ཚང་པའི་ཁ་ནས་ད་ཅི་ནོག་ས་ན་ད་ངན་སོང་གསུམ་མེད་སྡུག་བསྔལ་བུ་རང་ཨ་མ་ལ་སྦྱར་ཏེ་དེ་ནས་ཚོར་བ་ཤུགས་ཆེན་མོ་ཡོང་བ་ནོར་བ་རང་གཟིར་སྐམ་པོ་ཁོ་འདྲ་ཆད་མ་ན་མེ་བཀྱག་ཁོ་ཚོར་བ་ཤུགས་ཆེན་མོ་ཞིག་ཡོང་ནོ་དེ་སོང་པ་སང་རང་པས་སྦྱར་རེ་དེ་ནས་གཞན་མེད་ཁ་ཐུག་སམ་སར་འོ་ས་ནོ་ཤུགས་སྐམ་པོ་དོན་དག་འོ་དེ་བས་ནོ། དེ་སོགས་པ་དང་ང་དང་ངན་སོང་གསུམ་མེད་སྡུག་བསྔལ་བུ་འགའ་བཅུག་བ་དེ་བུ་ལ་སྙིང་རྗེ་སྒོམ་ཅན་དེ་བས་སྐོར་བུ་ཡིན་དགག་བཅུག། བདག་ལྟའི་སྟེང་ནས་ཡང་བདག་གི་མ་དེ་དཔག་ཚ་སྟོང་དུ་ལྷུང་བའི་གཡང་ས་ཆེན་པོ་ན་འདུག་བཟོ་ནི་མི་ཤེས། གཡང་ས་ལ་འགྲོ་ཞེས་སྟོན་མཁན་ནི་མེད། དེ་ན་ལྷུང་བ་དང་སྡུག་བསྔལ་ཆེན་པོ་མྱོང་ཞིང་ཡར་ཐོན་དུ་མེད་པའི་གཡང་སར་ལྷུང་བ་ན་ལྷུང་ལ་ཁ་འདུག་ན་ཤིན་ཏུ་མཉེས་བྱེད་ཀྱིའོ། བདག་ཅི་འགགས་བརྗོད་ན་ཡང་ང་སྟེ་བདག་སེང་གེ་བཀའ་དྲིན་ཅན་ནི་ཨ་མ་ལས། སྤགས་ཚད་མ་ནོར་སྟོང་ཕྲག་མང་པས་གཡོག། ཨ་བུ་དེ་བྱ་བྱེད་ཅན་པཱ་པ་ད་ཧ་ལ་ཤེས་སུ་དོང་པོ་ཟེར་མཁན་གཞོན་ནུ་མ་ནི། དེ་ནས་གཅིག་བུ་ན་མ་ནི། ཨ་གཡོག་ཨ་བུ་བུ་ཚ་པ་ཁོ་རང་མ་ནི་ཆུ་ཚོད་མང་པོ་འགོར་བྱེད་ཅན་དེ་ཚོས་ཨ་བུ་བྱ་བྱེད་ཅན་ཡང་ས་ཆེན་པོ་ཞིག་ཡོད་ན། ད་ལྟའི་བའི་ཁ་ང་ད་སྡུག་སྣེ་མ་ནས་མ་ཤར་སོང་ཨ་མ་མ་ནར་སྡུག་ཟོར་མ་ནས་མེད་པ་དེ་གཡང་ས་ཆེན་མེ་ག་ཆོང་ཆ་ལ་ཟུ་རུ་ནི་མ་ན་ཁོ་རེ་མཆོག་མིན་འོ་ད་ཅི་ཐོང་ག་བཅོས་ནི་འདུག་ག་ཡོད་ན་ད་ལྟའི་བ་ང་ད་སྡུག་མི་བཟོད་ག་ནས་ཧ་མ་གོ་ག་ནས་མ་ཤེས་ག་ནས་བི་ཤར་དེ་དེ་ཟུག་ཞིག་ཡོད་ན་ག་ཏོ་གཡང་ས་ལས་འགྲོ་འོ་ཞེས་བ་དོན་ག་ནས་མེད་ད་ཨི་གཡང་ས་ནས་ང་ད་ཕིང་གོ་ཤི་འདུག་ཟེར་ག་ནས་ག་ལྟའི་དེ་ཡོ་ག་འབུ་དེ་ཕིང་ག་ནི་ཁོ་བ་མི་རུགས། ད་དེ་གཟུགས་ཀྱི་ཡིན་ཁན་པའི་གཞས་སྟེ་ད་ཁོས་ཐག་བཅད་དེ་དེ་གཡང་ས་ལ་སྐྱོབ་ཁ་ཉིན་མི་ཞིག་མེད་པ་ས་ན་འབུ་སྐྱེ་ཡིན་བ་ཞོན་འབུ་ན་ཅི་ཆ་ནོག་ཞོན་ན་དེ་ན་འབུ་ད་ན་ཉམས་པོ་ཁོ་བར་དུ་ང་ཤུགས་ཆེན་མོ་ཅིག་ཉོ་བ་ནོག་ཞོ་ནོག་ད་དེ་ཨ་མ་བོ་ལ་ད་ཁོ་ང་དང་གཅུས་ཆོག་ག་རེད་ཆུང་ཅིག་ཡིན་པའི་གནས་སྟངས་མགྱོགས་སུ་སྤང་བ་དང་ཐག་པ་རིག་སྟངས་ཟད་དུས་ཁྱོད་ཐེ་གོ་ཁ་དོག་ཕིང་ཡང་ཉམས་ཆད་ནོག་པ་ཨིན་ནའང་མང་སྟེ་ཨང་མ་ནས་སྟོང་པོ་ནང་མ་ནས་གཟར་པོ་ཡོད་པ་བཟང། དེ་ནས་ང་དང་ཁ་དོག་ག་བིང་ཤད་བྱས་ནས་དུས་སུ་ཁོ་རང་ད་སླེབས་ཆེ་ས་མ་ཁགས་པོ་ཞིག་ཡིན་ནོ་ཞེས་ནོག་ད་གཡང་སར་ལྷུང་བ་ན་ཁ་དོག་འདུག་ན་ད་དེ་སུ་འོད་ཤིག་གི་གནས་སྟངས་སུ་སྐྱོ་མོ་ཞིག་གི་ཁ་གལ་ཏེ་སུ་ཁོ་འགྱུར་རེ་ཡོད་ན་ཁ་ཏེ་ཡོད་ན། ཤིན་ཏུ་ཉིན་བཞིར་སྐྱེ་བ་དང་ཅི་ཕན་ཉིན་བཞིར་མི་སྐྱེ་ཡ་བལྟས་ན་དགོས་གསུངས་ཚར་ཡེ་ཡག་དཀོན་མཆོག་མཁྱེན་བསམ་དེ་ལྟ་ན་མ་ནི་བོད་རང་ལྟ་མ་ནི་མ་འགྲིག་སོང་བསམ་ཁ་ནི་ཉིན་བཞིར་ཤུགས་ཆེན་མོ་ཞིག་བསད་མི་ན་སྐད་ཀྱང་ཧ་འོ་དེ་ཚོགས་ལ་ཉིན་བཞིར་སྐྱེ་ནོ་དེ་བཞིན་དུ་དེ་ན་ཚོགས་ལ་ལྷ་དང་མི་དང་ལྷ་མ་ཡིན་གསུམ་ལ་ཡང་ངན་སོང་གི་གཡང་ས་ཆེན་པོ་ན་འདུག་བཟོན་སྡིག་པ་མི་ཤེས་བ་ནི་སྤོང་མི་ཤེས་དགེ་བའི་བཤེས་གཉེན་གྱིས་ནི་མ་ཟིན། ལྷུང་བ་དང་ངན་སོང་གསུམ་གྱིས། སྡུག་བསྔལ་མྱོང་ཟིན་ཐོན་པར་དཀའ་བས་ན་ཅི་སྟེ་སྙིང་རྗེ་མེད་ཀྱི་དེ་རྣམས་སྡུག་བསྔལ་དང་བྲལ་བར་འདོད་པ་སྙིང་རྗེའི་སྒོ་མོའོ། འོ་ད་ཅི་གསུང་བ་རྫ་དེམ་རྒྱག་བཞུགས་ན་ལེགས། ད་བདག་སེམས་ཨ་མ་བུ་དེ་ཚོ་བ་གཡང་ས་ཆེན་མོ་ཞིག་གི་མཐིལ་ལ་ང་ཐང་དཔག་རྩ་སྟོང་ཕྲག་མང་པའི་མཐིལ་ལ་སྦུག་ཚོང་གསར་པའི་སྟེང་ན་བསྡད་ན་ལྟས་ངན་ནས་ཁོ་ཁ་དོག་བ་འཐེན་གང་ཅིག་ནི་མེད་ད་དེ་གཟུགས་བྱད་སྦུར་ན་སྙིང་གཞེར་ཙམ་ཅིག་སྐྱེ་ཡ་མེད་འགྲོ། དེའི་ཙོག་ལ་ང་དང་ལྷའི་ནང་བཀའ་ཡོད་ཀ་ནས་ཕྱི་བོར་ལྟུང་བྱེད་དེ། དེ་ན་ཙོག་ལྷ་མིན་ལ་འཐབ་རྩོད། ང་དང་དེ་ན་ཙོག་བ་མི་ཡ་ད་སྐྱེ་གང་ན་ཆེ་ཟེར་ར་ཙོག་ལྟ་ལྷ་དོན་རྟག་པོ་མཐོ་རིས་སུ་མེད་ན་ང་ངན་སོང་གི་གཡང་ས་ཆེན་པོ་ན་འདུག་ན་ད་མཐོ་རིས་གསུམ་པོ་ཅི་ནོག་བྱོས་ན་ཨི་ཏུས་པི་ཁ་ཁྱོད་སྐྱེ་བ་བརྒྱ་ལ་གཞིག་སྒྲུབ་མ་ཐུབ་ན་ད་ང་དང་ཚང་མ་ག་གཡང་ས་བེ་ན་འབུ་སྐྱེ་ཡོད་ཁ་བྱོས་ན། ད་རེས་དེ་ཐུ་ལི་ལ་བུ་ཅཱ་ཅན་ནི་གཡང་ས་ཆེན་མོའོ། ངན་སོང་གི་གཡང་ས་ཡིན་ནོ་ཞེས་ཞུ་ནོ་ད་ངན་སོང་གི་ན་བུ་ཅཱ་ཅན་ཅན་དེ་གཟུགས་ཀྱི་འཇིགས་སྣང་ཆེན་པོ་ཞིག་ཡོད་པ་སང་ད་ག་གཟུགས་བ་ཡོད་ཀྱག་ཞུ་ན་ང་ད་རང་ཚང་མེར་སྡིག་པ་མི་དགེ་བ་མང་མང་པོ་བསགས་ཏེ་སྡིག་པ་མི་དགེ་བ་ནས་སྨོང་བ་མི་རུག་ད་དེ་ཡིན་ངམ་སོང་བ་ད་རེས་གཡང་ས་ཆེན་པོའི་ནང་སྐུ་བ་དར་ཅེ་བྱས་ནས་སྐྱོབ་མཁན་ཅིག་མི་རུག་སྟེ་སྐྱོབ་མཁན་འབུ་ནས་སུན་ལོག་བྱོས་ན་འགལ་བའི་བཤད་ཉན་ཡིན་ལོག་ཐ་ན་ང་ད་མི་ཡི་ལུས་རྟེན་ཅིག་ཐོབ་སྟེ་ཡོད་ན་ཡང་འགལ་བའི་བཤད་ཉན་མ་བསྟན་མཁན་མང་པོ་འདུག་འོ་ད་ད་རུང་ང་ད་བསམ་བློ་འོ། མི་ལུས་ཤིག་ཐོབ་ཟེར་བྱེད་ཙམ་ཅིག་མེད་ནས་ཆོས་དགེ་བ་སྒྲུབ་པ་ལ་དད་པོ་མེད་མཁན་མང་པོ་འདུག་མོལ་དུ་ནོག་ད་འོ་དེ་ཚོ་ཡོད་ཀྱང་སྤྱི་ཚོགས་སེར་ནང་ང

འོ་དེ་ཚང་མ་དར་མ་ནས་ཧ་ལས་ཤ་ཟ་འཇིགས་སྣང་ཆེན་མོ་རྒྱང་ཡེ་རང་ལས་བསྟན་པའི་གཡང་ས་ལུང་སྐྱེས་ཅན་ལས་འཇིགས་པ་ཆེན་མོ་གསུངས་པ་བཟང། ད་ལྟའི་རྫོགས་སྔོན་དགེ་བའི་བཤེས་གཉེན་ནས་མ་ཟིན་ཁ་ནི་འཇོག་རོགས་ད་དགེ་བའི་བཤེས་གཉེན་ལམ་སྟན་ཁ་འཇིགས་མགོ་མ་ནས་ཁོ་ཐུགས་ཨ་མས་སྐྱག་ག་ལ་དེ་ཐུགས་ན་ཡང་དེ་འུ་ཁོ་ཡུན་རིང་མའི་ཚུལ་ལ་རྟེན་ཨ་མ་ནས་མ་བཤད་མཁན་པའི་བཞག་སྟེ། ད་ཀོ་བ་ཐག་ཚ་དེ་དེ་ཡང་སེ་ན་ཀོ་བ་སྦུ་ཅན་ནོ་ང་ཚོ་བ་ན་སྦུ་ཅན་ནོ་མི་དགེ་བ་ཙག་སེ་ནོ་སོན་ནོ་ད་སོང་བ་སང་ང་ཚོ་བ་ན་སྦུ་ད་ན་མཉམ་པོ་ད་དེ་ཚོ་བའི་མཐོ་རིས་གསུམ་ལ་ང་ཚོ་བ་སྐད་ཆ་བྱེད་ནས་སྡུག་བསྔལ་ཤུགས་ཆེན་མོ་འབུད་ན་དེ་སྡུག་བསྔལ་བ་མྱོང་དགོས་ས་ནོ་མྱོང་བ་ན་མཉམ་པོ་ད་ཅི་ནོ་ཟེར་ན་ད་རིའི་ཨ་མ་བ་དེ་ཡོ་ག་སྦུ་དེ་ཁ་ཏོ་བར་འཐེན་ཐུབ་ཆེད་ལ་གགས་སྦུ་ཡོད་མཁན་ཚོགས་ལ་ང་ཚོ་ང་ན་སོང་ཚར་པའི་སྟེང་ནས་དེ་ནི་ཚ་གྲང་སྡུག་བསྔལ། ཡ། དེ་ནས་དེ་ན་ཚོ་བ་ཏྲེ་སྐོམ་ཧེར་སྡུག་བསྔལ་བཀོལ་སྤྱོད་དེ་སྡུག་བསྔལ་ཚང་མ་རང་སེམས་ནས་ད་ང་དང་མཐོ་རིས་ལུས་རྟེན་ཡོད་མཁན་ནས་གསུམ་པོ་བ་མྱོང་དགོས་སོ་རྒྱག་པ་འོ་དེ་ཚོ་བ་དེ་འོ་ན་སྙིང་རྗེ་ཅིས་ཕན་མི་སྐྱེས། དེ་རྣམས་སྡུག་བསྔལ་དང་འདྲ་བར་འགྲུབ་པའི་སྙིང་རྗེ་དགོས་མོ་གསུངས་པ་བཟང་ད་ལྟེ་བའི་ཁ་ནས་དོན་དག་པོ་ཨ་རང་ཡང་ཨ་མ་འོ་གཡང་ས་ཆེན་མོ་ཞིག་ག་སྐྱོབ་མཁན་མེད་མཁན་ཞིག་ན་སྙམ་པོ་འབུ་བསྡད་ན་ལྟེ་བའི་ཁ་ནས་ཁ་ཐོ་བ་ཐར་ཅི་ལབ་མ་ཁག་སྤོ་ཞིག་འགྱུར་ཨེ་ན་དེ་ནས་ཚོགས་ལ་ང་དང་ལྷ་མིའི་མཐོ་རིས་སུ་མའི་སེམས་ཅན་ཚང་མ་ཡང་འོ་ད་ག་ཚོད་ང་དང་མཐོ་རིས་སུ་ལུས་རྟེན་ཐོབ་ཟེར་ཡོད་མཁན་ཞིག་ཡིན་ན་ཡང་ང་ཚོ་ངའི་ཡ་ད་ནི་གཡང་ས་བས་ན་བུ་ཆ་ཆ་ཆ་ནི་འཇིགས་སྣང་ཤུགས་ཆེན་མོ་ཅིག་ཡོད་དེ་ནོག་ཏེ་འོ་བུད་ན་དགེ་བའི་བཤེས་གཉེན་མ་ཐོབ་ག་ནས་དེ་སོག་ལྡན་མེད་ཀུན་ལ་འོ་ད་ད་ནི་ང་དང་སྡུག་བསྔལ་ཐག་ཚོད་དེ་མྱོང་དགོས་བཤད་ཆ་འདི་ཁྱེད་ལ་ནོག་དེ་བསམ་ཀྱང་ཚང་མར་སྡུག་བསྔལ་ལ་དགྲ་བདུད་ཀྱི་སྙིང་རྗེ་ཅན་གོ་མ་མཛའ་ཟེར་དུ་སྟེ་དེའོ་གསུང་བ་མཛའ་དོན་ཀྱང་སྙིང་རྗེའི་སྒོ་མོའོ་གསུངས་སོ་ད་ལྟའི་རིང་ཆོས་ཕྲན་དེ་ཙམ་གྱིས་བསམ་པར་བཞུགས་སོ་ནམ་འདི་ཡང་ཐམས་ཅད་རྫོགས་པ་ཉིད་ཐོབ་ན་ཉེས་པའི་དགྲ་རྣམས་ཕམ་བྱ་སྟེ། སྐྱེ་རྒ་ན་འཆིའི་རྦ་ཀློང་འཁྲུགས་པ་ཡི་སྲིད་པའི་མཚོ་ལས་འགྲོ་བ་གྲོལ་བར་ཤོག།